དེ་འདྲའི་ཡིན་པ་ཡིན་ཙང་སོ་སོའི་གིས་ནི། བསམ་བློ་དེ་འདྲའི་ཞིག་བཏང་ནས་སོ་སོའི་གིས་བསམ་ཚུལ་ཞིག་དང་སོ་སོའི་གིས་མཐོང་ཚུལ་ཞིག་རྣམ་པ་ཚོ་ལ་ཅིག་ཤེས་ན་བསམ་སོ་ར། ད་འདི་གང་ཡིན་ཟེར་ན་ད་སྔས་མ་དང་མ་འདྲ་བ་ཅིག་སྔས་མ་དང་ད་འདིའི་བར་རོ་ལ། ཤོག་གོ་ས་ནས་དཔེ་རྒྱ་བ་ཆེན་པོ་ཞིག་བསྟན་དུ་ཡོད་རེད། གཅིག་ནས། མཚོ་དབྱིན་ཐེ་ཁྱའི་དཔལ་འབྱོར་གྱི་ཆ་ནས་ཡིན་ན་འདྲ། གཉིས་ནས་ཁོ་བོའི་ཁོར་ཡུག་གི་ཆ་ནས། གསམ་ནས་སོ་སོའི་ནི་བསམ་ཚུལ་དང་གར་ས་ཅིག་སོ་སོའི་ཚད་ཀྱི་བསམ་ཚུལ་དང།

སོ་སོའི་དཔེ་བརྒྱ་དང་དཔེ་བརྒྱ་བར་རོ། གྲུམ་པ་དང་གྲུམ་པ་དང་གྲུམ་པའི་བར་རམ། འབྲེལ་ལམ་སྐོར་ལ་ཞུ་རྒྱུ་མང་པོ་ཞིག་འཐེན་དུ་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་དེའི་ནང་ལོགས་ནས་སོ་སོས་ག་རེ་བྱས་ནས་གྲོགས་སུ་ཟེར་བ་ཡིན་ན། ད་ལྟ་འདིའི་ཆ་ལ་མི་ཚང་མ་ད་ཅིག་ལས་ཀ་བྲེལ་ལ་བྱས་ནས། ལས་ཀ་བྲེལ་འོང་གི་ཨ་ནི་ཅིག་ནང་ལ་ཕ་མ་ལ་ལྟ་མཁན་མེད་པ་རྒན་མགོ་ཕ་མ་རྒན་མགོ་ལ་ལྟ་མཁན་མེད་པ། ནང་ལ་ཨ་ནི་བུ་ཕྲུག་ཆུང་ཆུང་ལ་ལྟ་ཉན་མེད་པ་དེ་འདྲའི་དཀའ་ངལ་མང་པོ་ཅིག་འཕྲད་དུ་ཡོད་རེད། དེ་འདྲ་ཡིན་པ་ཡིན་ས་དེའི་ནང་ལོག་ནས་ད་ཅིག་ཕ་མ་རྒན་མགོ་ཆགས་ཡོད་དེ་ག་ས་ལྟ་མཁན་མེད་ནས་ཕ་མ་མང་པོ་ཅིག་ཨ་ནི་ཅིག་རྒས་གསོ་ཁོ་ལོང་ལོང་ལ་ད་ཅིག་སྤུ་གི། ད་དངོས་གནས་སྤུག་གི་བསམ་བློ་གཏོང་ཡས་ཐོག་དངོས་གནས་བསམ་བློ་ཡག་པོ་གཏོང་དགོས་རེད་ད་ཅིག་ཕ་མ་ནང་ལ་བཞག་བཞག་བས་ནི་ལྟ་ཉན་མི་འདུག་ཨ་ནི་ཅིག་ནང་ལ་བསྡད་བ་ཡིན་ན་ཕ་མ་ལ་ཅིག་ཤོ་ཁོ་ས་ནས་དཀའ་ངལ་ཅིག་འདུག་བསམ་ནས་ཕ་མ་དེ་ཨ་ནི་ཅིག་རྒས་གསོ་ཁོ་ན་སྐྱེལ་དགོས་རེད་ཨ་ནི་དེ་ལ་སོ་སོའི་སྤུག་གིས་དངོས་གནས་འདི་དཀའ་ལས་བརྒྱབ་ནས་འགྲོ་སྲོལ་ཆེན་པོ་ཞིག་བཏང་ནས་ཨ་ནི་ཅིག་སྐྱེལ་དགོས་རེད་ཡིན་ན་ཡང་སོ་སིག་གིས་དེའི

ནང་ལ་ནང་མི་འདུག་སྙོམས་དུ་བྱ་ཕོ་པ་གོ་ཡང་ལྟུ་ཡ་མེད་པ་ཡིན་ན་ཡང་ཧ་ཧ་དུ་ཧུ་ཧུ་བྱེད་ནས་ལྟུང་བ་ཡིན་ན། ཨ་ནི་སོ་སི་གི་ཚེ་ལ་ཀྲོ་ནོ་དོ་སོ་སི་གི་ཨི་ནི་བདེ་སྐྱིད་དངོས་གནས་དེ་རེད་ཟེར་ནས་ནང་འཇུ་ཞི་གི་ཡོད་བ། དེ་འདྲའི་ཡིན་པ་ཡིན་ཙང་ཕ་མ་དང་གཙོ་བོ་ཨ་ག་རེ་ཟ་ཆེ་གེ་མགོ་ཆག་ཡོད་དེ་ག་ས་ནང་མི་དུ་གྲ་ཆེ་ནང་དང་གྲ་ཆེ་ཨ་ནི་བདེ་ཚེ་གཞན་པ་ཞིག་ལ་རྒས་སོ་ཁོ་ཅིག་ནས་འཚོ་བ་ཡིན་ན། དངོས་གནས་ཕ་མེས་ཀི་ཚེ་ལ་པད་མ་ཁ་ཆེན་པོ་ཅིག་ཡོད་རེད་བསམ་གི་འདུག་ར། སྤྱིར་ནས། ད་སྤུ་བོ་གིས་སོ་སིའི་ཕ་མ་རྒན་བཀུར་བྱ་བས་དེ་ག་སོའི་ཕ་མ་ཚོ་ལ། ཨ་ནི་པ་ལ་ཨ་མ་ལ། ད་ཁྱོད་དངོས་གནས་ད་ཅིག་ནང་ལ་བསྡད་བསྡད་པ་ཡིན་ན་དཀའ་ལས་མང་པོ་འཚོ་གི་འདུག་ཨ་ནི། ད་ང་ཚོ་ཕྱི་ལོག་འགྲོ་དུས་ག་སོའི་ལྟ་ཉན་ཡང་ཡག་པོ་ཞིག་མི་འདུག་ཨ་ནི། ད་དེ་ལས་ཁྱོད་རང་དངོས་གནས་རྒས་གསོ་ཁང་དུ་འགྲོ་བྱ་བ་ཡིན་ན། རྒས་གསོ་ཁོ་ནོར་ལ་ཡོང་མཁན་ཡོད་རེད་བདེ་ས་ཡག་པོ་ཡོད་རེད་ཁ་ལག་དེ་ཚོ་སྤྲད་ཉེན་ཡོད་རེད་ཨ་ནི་ཅི་མི་ཅི་བཟོ་ཉེན་དང་ཚང་མས་མཐུ་རྐྱེན་བཟང་པོ་ཡོད་རེད་བྱས་ཙང་ནི་ཨ་ནི་ཕ་ལ་ཨ་མ་ཁྱེར་རོགས་རྒས་གསོ་ཁོ་ནོར་འགྲོ་བཞག་ན་ཡག་པོ་འདུག་ཟེར་ནས་ཕ་ལ་ཨ་མ་ལ་དེའི་བསམ་ཚུལ་ཞིག་བསྟད་པ་ཡིན་ན། ཕ་ལ་ཨ་མས་སེམས་ནང་ལ་ག་རེ་ཞིག་དྲན་གྱི་རེད་ཟེར་ན། འགྲོ་འདི་རྩ་བ་ནས་ཡོང་བ་མ་རེད་བསམ་གྱི་འདུག་རེད་བ། ཡིན་ན་ཡང་ཕ་མ་ཟེར་བ་དེ་སྤུ་ལ། ག་དེ་ཡིན་ན་བཏང་ཐོང་གི། དཔལ་འབྱོར་གི་ན་དཔལ་འབྱོར་གཏོང་ཐོང་གི། ཨ་ནི་ལས་ཀ་དགོས་ན་ལས་ཀ། ཐ་ན་སུ་ཚིག་སྲོག་གཏོགས་གི་ན་བཏང་ཐོང་མཁན་གྱི་ནི་མི་ཅི་ཆ་དེ་ཡོད་རེད། ཡིན་མ་ཡིན་ཙ་ཕ་མི་གི་སེ་ལ་ཨོ་སྤུ་དེ་གི་བསམ་ཚུལ་ལ་ངས་དེ་ནང་ཡོང་ནི། ཕ་ཕྱི་དོ་བྱེད་གི་མེད་བསམ་ནས་སྤུ་གི་སེ་བ་ནོར་འཇལ་བྱས་ནས་ཨོ་རེད་རེད་རེད་ང་རྒས་གསོ་ཁོ་ན་འགྲོ་ན་ཡག་པོ་འདུག་ང་འགྲོ་བྱ་ཟེར་ནས་ཏན་ཏན་འགྲོ་འོས་སམ་འདུག་ར། དེ་འདྲའི་ཡིན་དུས་ག་ས་ཀ་དེ་འདྲའི་ཅིག་ལ་ཨ་ནི་སོ་སི་པ་པ་ལ་ཨ་མ་རྒན་གསོ་སྐོར་ལ་སྐྱེལ་བྱ་བ་ཡིན་ན། ཨ་ནི་དགོང་ཟླ་གཉིས་པ་ཡིན་ན་འདྲ་རྒན་གསོ་ཁོ་ནོ་སོ་སོ་བཅུ་པོ་ཉེ་ར་བ། དེ་འདྲའི་སོ་སི་ནང་མི་ཡོའོ་མ་རེད། སོ་སི་གི་ནང་ཡོའོ་མ་རེད། ཁོང་པ་ཆུང་ཆུང་ཅིག་ནི་སོ་སོ་བཅུ་པོ་ཉེ་རེད། བཀའ་དེ་དེ་ག་ཟི། ཕ་མའི་གི་ཚད་ལ་སྡུག་བསྔལ་ཆེན་པོ་ཤོར་བསམ་གི་འདུག་ར། དེ་འདྲ་ཡིན་ཙང་དེ་འདྲའི་རྩ་བ་ཉིད་བྱས་ཡོད་མི་འདུག་བསམ་གི་འདུག་དཔེར་ན་སུ་སྤེན་ཚེ་ཞེས་བྱ་བ་ཡིན་ན། ཨ་ནི་སོ་སོ་རྒན་མགོ་བྱ་དེ་ག་ཟི། སོ་སོའི་སྤུ་བོ་གི།

དངོས་གནས་བཀའ་གཏད་དེ་སོ་སོའི་སེམས་ཀྱི་ནང་ལོགས་ལ་སྡུག་བསྔལ་བཤད་པ་ཡིན་ན་བཤད་མི་ཤེས་པ་ཞིག་ཡང་རེད་བསམ་གྱི་འདུག་དེ་ལས་སོ་སོ་ལ་གཡོལ་མཁན་མེད་ན་འདྲ་ག་རེ་དཀའ་ངལ་ཞིག་འཕྲད་སྲིད་པ་ཡིན་ན་ཡང་སོ་སོའི་ནང་དུ་བསྡད་ནས་སངས་སེ་ནོ་ལ་ཀོ་སྐྱོ་ལག་སྦྲེལ་བྱས་ནས་བསྡད་བསྡད་ན་ཕ་མ་ལ་བདེ་སྐྱིད་ཀྱི་དངོས་གནས་དེ་འཚོ་གི་རེད་བསམ་གྱི་འདུག་ཨ་ངེད་མ་ང་ཚོ་ནམ་རྒྱུན་ནས་སྟག་དཔེ་ལ་ཡོད་ཨ་ཨ་ནི་གཅིག་ཕ་མ་རྒན་རྒོན་དུ་ཚོགས་ཀྱི་ནམ་རྒྱུན

ཁག་ཚིག་ག་ཚིག་གི་རྣམ་པ་སོགས་ལ་དཀའ་ངལ་འཕྲད་པ་ཡིན་ན་ཡང། ཕ་མ་རྒན་རྒོན་རེ་འདི་ག་སི་ཕ་མ་དེ་སོ་སོ་དུ་དྲ་ནས་སོ་སོ་དུ་ཐ་རི་ས་ཕྱིར་རྩ་ནས་མ་བཞག་རུ་བྱེད་སི། ཕ་མའི་ཨ་འཇོ་ལ་ཨ་ནེ་སོ་སི་གི་པུའུ་གི་སྒྲ་ཅི་ཐི་བ་ཡིན་ན་ཡང་ཕ་མའི་སེར་བདེ་སྐྱིད་དུ་བེད་ཁོ་ལོ་ག་རེད། དེ་འདྲ་ཡིན་པ་ཡིན་ཙང་རྣམ་པ་ཚོས་གལ་སྲིད་ནི་ག་ཚད་ཀྱི་དཀའ་ངལ་འཕྲད་པ་ཡིན་ན་ཡང། སོ་སོའི་ཕ་མ་དང་སོ་སོའི་ནང་གི་ཉི་ཟ་ཚ་པོ་ནང་ལོགས་ལ་ནི་ཨ་ནི་བསྡད་ཐུབ་བ་དང་ཉི་ཟ་ཚ་པོ་ནང་ལོགས་ལ་ཨ་ནི་ཀྱི་མི་ཚེ་འཇུ་རྫོགས་ཐུབ་བ་ཡང་དེ་ཨ་ནི་ནང་པ་ཚོ་ལ་དཀར་ས་རལ་བ་དང་སོ་སོའི་གི་མཐོང་སྣང་དང་ཤེས་པ་ཡིན་ནང་པ་ཚོ་ལ་མ་ལ་ཨ་ནི་ད་ཅི་སོ་སོའི་སྒོ་ཞེས་པ་དེ་སོ་སོའི་སྔོན་ནས་སས་བཏིང་ནས་སྒོ་དྲན་པ་དེ་ཤེས་པ་ཡིན། ན་དེ་འདྲ་ཡིན་པ་ཡིན་ཙང་རྣམ་པ་ཚོ་གང་སར་ནི་དེ་ཐེངས་གོང་དུ་བསམ་བ་ཡིན་ན་བསྒོམས་པ་ཡིན་ན་རྣམ་པ་ཚོའི་དུས་སུ་བྱས་ནས་ནི་ལ་ལས་བལྟ་རུང་ན་སེམས་ཞུགས་ཡིན། ཨ་མོ་ཚང་མར་བཀྲ་ཤིས་བདེ་ལེགས།